ཐུགས་རྗེ་ཀུན་ལ་སྙོམས་པ་བཅོམ་ལྡན་འདས་མཚན་ཙམ་དུལ་བའི་ངན་འགྲོའི་སྡུག་བསྔལ་སེལ། དུག་གསུམ་ནད་སེལ་སངས་རྒྱས་སྨན་གྱི་བླ་དཔེ་འདུལ་ཡ་ཡི་ཡོས་ལ་ཕྱག་འཚལ་ལོ། དང་ཐོག་འདི་ཕྱི་གཉིས་ཀྱི་སྐྱབས་གནས་དམ་པ་སྐྱབས་མགོན་རྒྱལ་དབང་ཐམས་ཅད་མཁྱེན་ཅིང་གཟིགས་པ་ཆེན་པོ་མཆོག་ལ། གོས་ལྕགས་སྔོན་དུ་ཕུད་ནས། དེ་ནས་བརྙན་ཐུང་སན་སའི་ནང་གི་མི་མང་ལྷན་རྒྱས་ལ་ང་སྨན་པ་བློ་བཟང་ནས་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ། ད་ངས་དེ་རིང་འདི་བརྙན་ཐུང་འདི་དམིགས་བསལ་གྱི་ཡང་ཅིག་ལུས་ཀྱི་དང་སེམས་ཀྱི་འཕྲོད་བསྟེན་སྐོར་ལ་དམིགས་བསལ་ཅང་མེད། ད་ལན་འདི་ངས་ཀྱི་དེ་བརྙན་ཐུང་འདི་དག་ཅིག་གི་གཙོ་བོ་དེ་ཨ་ནི་མི་ལུས་རིན་ཆེན་གྱི

ད་ཁོས་རང་ཉིད་ལོ་བདུན་ཅུ་དོན་ལྔ་ལ་སླེབས་ཡོད། ད་ལོ་བདུན་ཅུ་དོན་ལྔའི་གི་ནི་བར་དུ་ད་མི་ཚེ་ནང་ལ་ག་རེ་འདྲ་བོ་ཅིག་བྱས་འདུག་དུས་ཚོད་དེ་ག་འདྲས་ཅིག་བཏང་ཤ་བྱས་ནས་འདི་ལ་གཙོ་བོ་འདི་ལ་གཞི་བཞག་པའི་ཐོག་ནས་ཨ་ནི་སོ་སོ་རང་ཉིད་ད་འཛམ་བུ་གླིང་གནས་ག་ས་ག་ལ་ས་ཆ་ག་ས་ག་ལ་ནི་ཅིག་འགྲིམ་འགྲུལ་མང་པོ་བྱས་པའི་གི་ནི་ཅིག་ད་མི་མང་གི་འབྲེལ་བ་ནད་པ་དང་འབྲེལ་བ་སློབ་ཕྲུག་དང་འབྲེལ་བ་དང་སྤྱི་ཚོགས་སྤྱིར་བཏང་ཡོངས་གྲགས་ཐོག་ནས་ཏོག་ཙེ་གཅིག་བལྟས་འདུག་དམ་པ་ནི་མིའི་མི་ཚེ་དེ་ག་འདྲའི་ཆེད་ནས་འགྲོ་གི་འདུག་མི་དེའི་ནང་ལ་ལས་ཤག་བྱ་ཤག་ག་རེ་བྱེད་ཀྱི་འདུག་ཟེར་ན་དེ་འདྲའི་ད་ཅིག་བསམ་བློ་ཅིག་ཚོར་བ་ཅིག་བསམ་བློའི་ནང་ལ་འཁོར་ནས་ད་དེའི་སྐོར་ལ་བརྙན་ཐུང་ཐུང་ཐུང་ཅིག་བཟོས་ན་ཅིག་བྱས་ན་མི་མང་ཚོ་ལ་ཐུགས་ཕན་གསོས་ཀྱི་རེད་བསམ་ནས་གཞི་རྟེན་གཙོ་བོ་ད་རྒྱུ་མཚན་དེ་ལ་བྱས་ནས་མ་གཏོགས་ཡང་དེའི་གལ་ཆེན་པོ་དང་དེ་འདྲའི་ཡངས་པའི་མཐའ་གཅིག་ཏུ་དེ་བཞི་བོ་ཡིན་ཚེ་དེ་འདྲའི་ཞོད་རྐྱང་ནི་སོ་སོ་རང་ཉིད་ཀྱི་ནི་ད་ཅི་ཀའི་མཐོང་ཚུལ་དང་ནི་བསམ་ཚུལ་ཞོད་ཙམ་ཡིན། ད་ང་རང་ཚོའི་བ་ད་ལྟ་དེའི་འགྲེལ་བཤད་རྒྱག་ཡ་དེ་ངས་ཀྱི་ད་ལྟ་དེ་གོང་དུ་རི་མོ་ཅིག་བསྟན་ཡོད། རི་མོ་དེ་ནི་གངས་རི་ཅིག་རི་མོ་ཅིག་བྱས་ནས་དེ་གི་ལས་ནི་རི་མོ་ལེན་ག་ད་ད་ཐིག་གཉིས་བརྒྱབ་ནས་ད་ཐིག་གཅིག་ཡང།

རྟ་དེ་བྱི་བའི་དུས་ཚོད་ཟེར། བྱི་བ་གི་དུས་ཚོད་ཟེར་དང་རྟ་གང་ཅག་སྤུ་གུ་ཆུང་ཆུང་གི་བྱི་བ་དུས་ཚོད་དེ། ཨ་ནི། ཨ། ཁ་ཚ་རྟ་སྐྱོན་མེད། ལུས་དང་སེམས་དང་གང་ཅིའི་ཐོག་ནས་སྐྱོན་མེད་བ་དང་ཨ་ནི། གཅིག་འཇིག་རྟེན་གྱི་ཨ་ནི་ཁོར་ཡུག་དང། ཨ་ནི་གཅིག་གི་རྟ་སྤྱིར་བཏང་གི་ཨ་ནི་འབྱུང་བ་ལྔ་གི་ཁོར་ཡུག་དང་དེ་འདྲ་གྲ་མ་འདྲ་གི་རྟ།

ངོ་བོ་གཙང་མ་ཡིན་པའི་དུས་ཚོད་དེ་ལ་ནི་བྱི་བ་ཟེར་ཏེ་དཔྱད། ད་དམིགས་བསལ་གྱི་བྱི་བ་ཟེར་ཏེ་ནི། སེམས་ལ་ནི་ལྷད་མེད་པ། གཙང་མ་གཙང་རྐྱང་ཅིག་ཡིན་པའི་ནི་དུས་དེ་ལ་བྱི་བ་ཟེར་ཏེ་ད་བྱི་བ་དེ་ཟེར་ཏེ་ནི་ང་རང་ཚོ་བོད་པའི་གི་བཤད་ཚུལ་རྣམས་ལ་ནི་སྤུ་གུ་ཆུང་ཆུང་ད་དེ་ཚོ་ཡིན་ན་ནི་སངས་རྒྱས་བློན་པོ་འདྲ་བོ་ཟེར་ཏེ་ཟེར་ཏེ་དཔེ་དེ་དཔེ་མཚོན་བྱས་ཏེ་ནི་རྒྱུ་མཚན་ལྡན་པ་རེ་བཞག་ཟེར་ཞོར་ཡིན། ད་དེའི་སྐབས་ལ་སངས་རྒྱས་རློན་པ་ལྟ་བུ་ཟེར་བའི་ཁ་ཚ་ནི་སངས་རྒྱས་ཀྱི་གནས་པའི་ཐུགས་ཀྱི་བྱམས་པ་དང་སྙིང་རྗེ་དང་བརྩེ་བ་དེས་འགྲོ་བ་རིགས་དྲུག་སེམས་ཅན་ཐམས་ཅད་ལ་དབྱེ་བ་དབྱེ་འབྱེད་ཁྱོན་ནས་མེད་པར་གཅིག་གྱུར་གནང་གི་ཡོད་པ་འགི་ད་གོ་དོན་འདྲ་བོ་ཟེར་བ་དག་ནང་བཞིན་བྱིས་པའི་ལོ་རྒྱུས་སྐབས་ལ། ད་གང་ཅག་ལོ་བརྒྱད་པ་བདུན་པ་བརྒྱད་པ་བར་དུ་དེའི་བར་དུ་ལ་སྤུ་གུ་དོན་གཙུག་གི་བསམ་བློའི་ནང་ལ་ཨེ་ནས། གཅིག། དབྱེ་འབྱེད་ཀྱི་བསམ་བློ་བཅས་ཡོད་མ་རེད་དཔེར་ན་མི་རིགས་ཀྱི་དབྱེ་འབྱེད། ཆོས་ལུགས་ཀྱི་དབྱེ་འབྱེད། རྒྱལ་ཁབ་ཀྱི་དབྱེ་འབྱེད་ད་ཅིག་གཟུགས་པོ་གི་མཚོན་མདོག་ཅིག་ནག་པོ་དཀར་བོ་སེར་བོ་གི་དབྱེ་འབྱེད། ང་དང་ཁྱོད་ཟེར་གི་ད་དེ་དབྱེ་འབྱེད་ཀྱི་ངར་སྐད་ཀྱི་དེ་འདྲས་ཀྱི་ད་དབྱེ་འབྱེད་ཀྱི་དེ་ལྷད་དེ་རྩ་བ་ཉིད་ནས་ཞུགས་ཡོད་མ་རེད། དེ་སོང་ཙང་ཨ་ནི་དེ་སངས་རྒྱས་བློན་པོ་གི་ད།

དུས་ཚོད་དང་མི་ཚེ་ནང་དུས་ཚོད་བཟང་ཤོས་དེ་རེད་ཨ་ནི་སོ་སོ་ཁོ་ཚོའི་སེམས་པའི་ནང་ལ་གནག་སེམས་གནོད་སེམས་ཀྱི་ཨ་ནི་ད་དུས་ཀྱི་ཨ་ནི་ཁ་ཚུར་རེད་ཉོན་མོངས་དུག་གསུམ་གྱི་དེ་ཤུགས་རྐྱེན་དེ་དེ་སྐབས་ཡོད་མ་རེད་དེ་སོང་ད་ཨ་ནི་བྱི་བ་དེ་ཨ་ནི་ལྷད་མེད་ཀྱི་དུས་ཚོད་ཟེར་བྱས་ད་དེ་ནས་ལོ་བརྒྱ་པ་ནས་ཨ་ནི་ཡག་ཡག་གླེང་དང་པ་ཨ་ནི་ལུས་ཀྱི་ཨ་ནི་ནུས་བ་ཡག་ད་ཡར་རྒྱས།

ད་དུས་ཚོད་འདིའི་རིང་ག་དེ་ནི་སྤོ་བོ་དུས་ཚོད་ཡིན་ན་ནི་དཔེ་དེབ། འདུ་ཤེས་ཚོར་བ་ནོར་བོ་ཆེ་རིག་པ་སྤྱང་པོ་ཆེ་ག་རེ་བསླ་བས་ན་ག་རེ་བྱས་པས་ན་ལམ་སང་ཤེས་པ་དང་ནི་ཀླད་པའི་ནང་ལ་ནི་བརྟན་པོ་དེ་ཡི་དུས་ཚོད་ཅིག་རེད། ད་འདིའི་སྐབས་ལ་ཡིན་གཅིག་མིན་གཅིག་གི་གལ་ཆེན་པོ་གཅིག་དོ་སྣང་གནང་དགོས་ཡ་དེ་ད་དམིགས་བསལ་གྱི་ཕ་མ་ཚོ་གི་ནི་དུས་ཚོད་འདིའི་རིང་ག་དེ་ནི་སྤུ་གུ་དོན་གཙོ་བསླབ་གྲྭ་ལ་མ་འགྲོ་བའི་དུས་ཚོད་སྟོང་པའི་སྐབས་ལ་སྤུ་གུ་དོན་གཙོ་གྲོགས་དང་ཕྱི་ཚོགས་དང་ད་གྲོགས་པོ་དང་གྲོགས་མོ་ཕྱི་ཚོགས། ཅིག་ད་དེ་འདྲ་ཁོར་ཡུག་ག་རེ་ནང་ལ་འགྲོ་གི་འདུག་དེ་ཞིབ་འཇུག་ཞིབ་ཅིག་གནང་དགོས་ཀྱི་རེད། གང་ལ་ཟེར་ན་དུས་ཚོད་འདི་ལ་ཁོ་ཚོ་གི་ཅིག།

མ་ཡང་བ་ཐབས་ཤེས་བྱེད་པོ་གནང་ན་མ་གཏོགས་ཁོ་ཚོའི་གི་རིག་པ་རྣོ་བོ་དེ་གི་ཨ་ནི་སྐབས་དེ་ལ་ཨ་ནི་མཐོང་བ་དང་ཐོས་པའི་གི་གནས་ཚུལ་ག་རེ་བྱུང་པ་ན་དེ་སེམས་པའི་གི་གཏིང་ལ་བས་ཏེ་པར་དང་མ་སོན་ན་ཁ་ཚ་དག་ཅིག་ཤུགས་ཆེན་པོ་ཞེ་བོ་ཞིག་ཐེབས་ནས་ལས་སླ་བོ་བྱེད་ཀའི་མ་རེད།

གྲོགས་ངན་པ་དང་རོགས་པ་ངན་པ་མཉམ་དུ་མ་བཏང་བའི་ཐབས་ཤེས་བྱས་ཏེ་ཞེ་བོ་གལ་ཆེན་པོ་བྱས། ཨ་ནི་རྒྱུན་དུ་ད་ཅིག་སྤྱི་ཚོགས་ཡིན་ན་རེད་གྲོགས་པོ་གྲོགས་མོ་ཡིན་ན་ཅིག་ཡ་རབས་སྤྱོད་བཟང་ཡོད་མཁན། སློབ་སྤྱོན་ཡོད་མཁན་སྤུ་གུ་མཉམ་ཆུང་དྲང་བདེན། ཨ་ནི་ད་དེང་གི་དཔེར་ན་དེ་དེ་ཚོའི་ཨ་ནི་ཕ་མ་དེ་ཚོ་ཡིན་ན་ཨ་ནི་ཕ་མ་ཡ་རབས་དང་ཅིག་ཤེས་ཡོན་ལྡན་པ་དང་ཅིག་མི་སྤྱོད་བཟང་པོ་ཡོད་པའི་དེ་འདྲས་ཀྱི་ཨ་ནི།

འབྲེལ་བ་བྱེད་ས་དང་གཅིག་བྱེད་ས་དེ་ཚོ་ལ་མཁས་པ་ཞེའུ་ཅིག་འགྲོ་གི་རེད་དེ་གཟབ་གཟབ་གནང་ཡ་དེ་ཞེའུ་ཅིག་གལ་ཆེན་པོ་རེད་མ་གཏོགས་ཕུག་ནས་ཅིག་ངན་པ་ལག་ཤོར་གང་ལ་ཆེ་འཁྱག་ལངས་ཤོག་མགོ་སྐོར་ནང་ལ་ཐེབས་བས་ན་སྤུ་གུ་མི་བཟི་འཕྲོ་བརླག་འགྲོ་བ་ཨ་ཅང་ཅང་འདི་ག་ལ་ཕ་མ་ནང་ཕ་མ་ཚོ་ལ་དེ་བ་ནམ་ཡང་ཡོང་གི་མ་རེད་འདི་ཅིག་གོང་པོ་ཞེས་ཅིག་འགྲིག་བྱས་ཨ་ནི་ད་གལ་ཆེན་པོ་ཞེའུ་ཅིག་གིས་ནི་ཕ་མ་ཚོ་གི། གཅིག་སྤུ་གུ་མཉམ་འདོར་ལ་དུས་ཚོད་གཏང་ཡས་དེ་ཤུགས་ཀྱིས་གལ་ཆེན་པོར་བཞག་སྤུ་གུ་མཉམ་འདོར་དུས་ཚོད་གང་གཏང་ཐུབ་ཐུབ་བྱས་ཨ་ནི་སྤུ་གུ་མཉམ་འདོར་འཆམ་པོ་བྱས་ཅིག་སྐད་ཆ་བཤད་སྟངས་ནི་བརྩེ་བ་དང་དེ་འདྲའི་ལྡན་པའི་ཐོག་ནས་བྱས་ནས་ཨ་ནི་ཕ་མ་དང་སྤུ་གུ་མེད་པ་བཅས་ནས་ཕལ་ཆེར་གྲོགས་པོ་གྲོགས་མོའི་གི་འདུ་ཤེས་འདྲ་བོ་བཞག་ནས་ཨ་ནི་ཉེ་བོ་གང་འགྲོ་ཐུབ་ཐུབ་བྱས་པས་ན་ཨ་ནི་སྤུ་གུ་དེ་ཚོའི་གི་སེམས་པའི་ནང་ལ་ཨ་ནི་སྡུག་བསྔལ་དང་ཅིག་དཀའ་ངལ་དང་མ་བདེ་བ་དེ་འདྲ་ན་ཕ་མ་ལ་བཤད་ཐུབ་པ་དང།

ཕ་མེས་ཀྱི་སྤུ་གུ་མཉམ་དུ་ལ་དུས་ཚོད་གང་མང་མང་བཏང་ཡས་དེ་ཞེའུ་ཅིག་གལ་ཆེན་པོ་རེད། འདི་གི་སྤུ་གུ་གི་འཚོ་བ་འདུ་ཤེས་ལ་དཔེ་དེ་ཉེ་བོ་ཞེའུ་ཅིག་གླས་ནས། ཅིག་ག་ཚོད་ད་ཕ་མ་ལ་བརྩེ་བ་ཆེན་པོ་བྱ་ཡས་དང་ཕ་མ་ལ་དགའ་བ་སྐྱེ་ཡས་དང་ཕུ་ནས་ཕ་མ་དང་སྤུ་གུ་གི། འབྲེལ་བ་དེ་ཟབ་པོ་ཡག་པོ་ཡོང་ཡོད་ད་དེ་ཐུགས་རྒྱ་ཞེའུ་འདུག་དེ་གོང་པོ་བཞེས་རོགས་གནང་ཆོས་གཅིག་བྱས་ད་དེ་ནས་ཡ་ཡ་ད་གཅིག་ལུས་དང་སེམས་ཀྱི་ནུས་བ་ཡ་འཕེལ་པས་འགྲོ་བའི་སྐབས་ནས་ནི་ཐ་མ་དེ་ནི་བོད་པའི་ལུགས་སྲོལ་ལ་བྲམ་ཟེ་སྐྱེ་བ་ཟེར་ད་བྲམ་ཟེ་སྐྱེ་བའི་སྐབས་དེ་ལ་ནི་མི་ཚད་ལོངས་པ་ཟེར་མི་ཚད་མིག་གི་ཚད་དེ་ད་ལོངས་པ་ཟེར་དུ་བཏང་པ་ད་གཟུགས་པོ་ཚ་རེག་གི་དུས་ཚོད་དེ་ད་འདི་བོ་དེ་ལེགས་རེད་དེ་ནས་ཡང་ནི་གཟུགས་པོ་རིང་དུ་འགྲོ་ཡག་ད་དུས་ཚོད་དེ་ཕལ་ཆེར་རིང་པོ་ཆགས་ཡས་ཡོག་མ་རེད། ཡིན་ན་ཡང་ད་ཅིག་ལུས་ཀྱི་ནུས་བ་འཕེལ་ཡས་དང་སེམས་ཀྱི་ད་ཅིག་ཤེས་རབ་དང་དེ་ཚོ་འཕེལ་དང་འཕེལ་བཞིན་པ་འགྲོ་ཀྱི་ད་ཅིག་རིག་པ་དང་ཤེས་རབ་དེ་ཚོ་ཡར་ཡར་རྒྱས་འགྲོ་བཞིན་པའི་སྐབས་རེད། ད་ལོ་ཉི་ཤུ་ཐམ་པ་འདུག་སེ་ལས་ནས་ནི་བྲམ་ཟེ་འདུག་སེ་སྐྱེས་པ་ཡིན་ན་དེ་དུས་ག་རེ་ཟང་ད་མི་ཚེ་ལོངས་ནས་རང་མགོ་རང་གིས། ཐོན་པ་བྱེད་དགོས་དུས་ཚོད་རེད། ད་རང་འཁུར་ཟེར་ནས་རང་གིས་འཁུར་མཁན་གྱི། Self Dependent། ད་ཅིག་སོ་སོ་སོ་སོ་རང་ལ་འགན་འཁུར་ཡོད་པའི་ད་ལོ་ཚད་ནང་ལ་འགྲོ་གི་ཡོད་དེ་སོང་ཙང་ད་འདི་ཞེ་བོ་ཅིག་གལ་ཆེན་པོ་རེད། དེ་ནས་ད་ཕ་མེས་ཀྱི་ཅིག་སློབ་སྟོན་དང་ཕ་མེས་ཀྱི་གནོན་ཤུགས་ག་ཚ་དེ་གནོན་ཤུགས་རང་ད་ཤུགས་རྐྱེན་ག་ལ་འགྲོ་གི་མ་རེད་ད་དེ་ནས་རང་མགོ་རང་གིས་ཐོན་ནས་སོ་སོས་བཏང་བློ་བཏང་ཡག་ད་ནུས་པས་གི་ག་ལ་གང་འཚམ་འདེང་འགྲོ་གི་རེད། ད་དེ་ནས་ལོ་ཉི་ཤུ་ནས། སུམ་ཅུ་ཐམ་པ་དེ་ཞེ་བོ་ཅུ་གལ་ཆེན་པོ་རེད་དེ་ཡིན་པའི་རྒྱུ་མཚན་ག་རེད་ཟེར་ན། ད་དུས་ཚོད་དེའི་རིང་ག་ལ་ཡིན། མ་འོངས་མི་ཚེའི་མདུན་ལམ་ཟེར་བ་ཡིག་ད་ལང་ག་ན་ལ་འགྲོ་ཡ་དེ་རེད་དེ་སོང་ད་སྟབས་ཅིག་ན་གཞོན་ནས་ཆེ་ནས་འདུག་ཚེ་ལང་ག་ཡི་བཅུག་ས་དེ་མ་ནོར་ཅིག་ཡག་པོ་ཆེ་ལ་བཅུག་ནས་ཨན་ཡག་ཏང་ཡག་གི་ཐབས་ཤེས་གནང་ཡ་དེ་ཞེ་བོ་གལ་ཆེན་པོ་རེད་ད་དེ་ལང་ག་དེ་ནོར་བ་ཡིན་ན། ཅིག། ལང་ཀ་སྤྱོད་ངན་དང་སྤྱོད་ལམ་ངན་པ་དང་ཅིག་མི་ངན་པ་གྲོགས་ངན་པ་རྣམས་ལ་བློ་ཁོར་སྒོར་ཕྱིན་པ་ན་ནི་ཚུར་བཟང་པོ་ལ་རྒྱུ་ཡལ་ལ་དཀའ་ངལ་ཞི་བོ་འབྱུང་གི་རེད་ད་དེ་ཡིན་ལོ་བཅུ་བདུན་བཅོ་བརྒྱད་བཅོ་ལྔ་བཅུ་དྲུག་བཅུ་བདུན་ནས་ལང་ཀ་བཅུག་ས་དེར་ཡག་པོ་བཅུག་པ་ན་ནི་ལོ་ཉི་ཤུ་ནས་སུམ་བཅུ་བར་དུ་ལང་ཀ་བཟང་པོའི་སྒང་ལ་འགྲོ་གི་རེད་ཨ་དེ་ཚོའི་མ་འོངས་མི་ཚེའི་མདུན་ལམ་དེ།

ཁ་བཟོ་རེད། ཁྲིམས་རྩོད་པ་བྱེད་དགོས་ཡོད་ན་རེད། ཚོང་ལས་བྱེད་དགོས་ན་དེ་མ་བྱེད་བཟོ་ལས་དང་བཟོ་གྲྭ་གི་བཟོ་རིག་པའི་སློབ་སྦྱོང་ག་རེ་བྱེད་དགོས་ཡོད་ན་དེ་སོ་སོའི་གི་འཇོན་ཐང་ལ་བབས་པའི་ལམ་ཁ་དེ་ལ་ཕྱིན་ནས་ཨ་ནི་ལོ་སུམ་ཅུ་བར་དུ་ད་གང་བྱས་དེ་རེད། གཞོན་ནུ། གཞོན་ནུའི་དུས་བབ་དེ་ལ་ད་རིག་པ་དང་བསམ་བློ་བཏང་ཡའི་ནུས་པ་དེ་ད་ཡར་འཚར་ལོངས་བྱས་ནས་ལེགས་ཉེས་ཧ་གོ་གི་རེད། ཨ་ནི་ད་ཅིག་དབྱིན་ངེས་ལེགས་གི་རེད།

མཐའ་གཅིག་ཏུ་སྐྱེས་ནས་ནི་མ་འོངས་ངའི་མི་ཚེ་དེ་ཡག་པོ་ཅིག་སྐྱེའོ་ངས་མི་བཟང་པོ་ཅིག་བྱེད་དགོས་བསམ་པའི་ལང་ཀ་དེའི་ནང་ལ་ཕེབས་ཐུབ་པ་བྱེད་ཡག་གི་དུས་ཚོད་དེ་རེད། ད་དེ་ནས་ལོ་སུམ་ཅུ་ནས་གཏུགས་སེ་སླེ་བ་དང་ཨ་ནི་ལོ་ལྔ་བཅུའི་བར་དུ་ད་དུས་ཚོད་དེ་ག་རེ་ཟེར་བ་ཟེར་ན་ཨ་ནི་མི་ཚེའི་འགྲོ་སྟངས་ཟེར་བ་དེ་རེད།

ཁོའི་ལས་ཀ་བྱེད་པའི་གྲུབ་འབྲས་ལས་ནི་གླ་ཆ་རག་ཚོང་ཚོང་རྒྱག་པ་ནས་དཔལ་འབྱོར་ཡར་རྒྱས་འགྲོ་གང་ཅི་ཡོང་འབབ་བཟོས་ནས་ནི་མི་ཚེ་གི་ད་ཆ་རྐྱེན་དུ་འདི་སྒྲུབ་དགོས་དགོས་རེད། ད་མི་ཚེ་གི་ཆ་རྐྱེན་བསྒྲུབས་ནས་ནི་དཔལ་འབྱོར་ཡར་རྒྱས་འགྲོ་བ་དངོས་བོ་ཡར་རྒྱས་འགྲོ་བ་དཔེར་ན་སོ་སོ་མཁོ་ཆས་མོ་ཏྲ་དང་ཁང་པ་དང་ད་ག་རེ་ན་འདི་སྒྲུབ་པའི་གི་དུས་ཚོད་དེ་ལོ་སུམ་ཅུ་ནས་ལྔ་བཅུ་བར་དུ་རེད། ད་དེ་ནས་ལོ་སུམ་ཅུ་སོ་གྲངས་ནས་ནི་འཇིག་རྟེན།

ད་ལོ་དར་མའི་སྐབས་དེར་ཨ་ནི་ལུས་པོའི་ཤུགས་ཡོད་པ། སེམས་ཀྱི་ནུས་བ་ཡོད་པ་སེམས་ཤུགས་ཡོད་པ་བློ་ཁོག་ཡོད་པ། ཨ་ནི་བྱེད་ཀྱི་བསམ་བློ་ཡོད་པ་དབྱིངས་ཡོད་པ་ད་དེ་འདྲའི་གི་པ། ཁ་ཚ་ཆ་ཆེན་ཆ་ཚང་བསྡོམས་པའི་གི་དུས་ཚོད་དེ་སུམ་བཅུ་ནས་ལྔ་བཅུ་བ་དེ་རེད། ད་དེའི་སྐབས་ལ་ཨ་ནི་མི་ཟིག་གི་ད་གང་ཆེ་ལེགས་ཉེས་ག་རེ་བྱས་ཡིན་ན་ད་དེ་དུས་ཚོད་དེ་སྐབས་རེད། དེ་སོང་ཙང་ད་དེ། ད་ངས་དེ་ཡང་དེ་ཤོད་དེ་ང་ཚོ་འཇིག་རྟེན་མི་ནག་སྐོར་ལ་ཞུ་གི་ཡོད་ད་ད་ཆོས་བ་རྣམ་པ་ཚོ་ད་ཅིག་ཆོས་གནང་མཁན་ཚོ་ཡིན་ན་ནི་ད་འཇིག་རྟེན་མི་འདི་ད་ཁ་ཁ་རེད་བ་ད་ཅིག་ལོ་རིམ་འཕེལ་ཡས་དེ་ཚོ་ནི་ཅིག་པ་ཅིག་ཡན་ན་མ་ཏུ་དེ་མེན་པས་ཡང་ཅིག་གནས་སྟངས་ཁ་ཁ་རེད་ད་དེ་ངས་ཞུ་གི་མེད་དེ་སོང་དེ་ད་ད་ད་ངས་ཤོད་དེ་འཇིག་རྟེན་ཁྱིམ་པ་ཚོ་སྐོར་དེ་རེད་ད་དེ་ནས་ལོ།

འགྱོད་སེམས་སྐྱེ་གི་དུས་ཚོད་ཅིག་ཤར་གི་རེད་དེ་མ་ཡོང་བར་དགོངས་བཞེས་གནང་རོགས་གནང་ཞུ་བའི་ཅིག་བྱས། ད་དེ་ནས་ལོ་དྲུག་ཅུ་དུག་སེར་བསླད་པ་ཡིན་ན། དེ་ནས་ད་གཟུགས་པོ་གི་རང་བཞིན་མེད་པའི་ང་རང་ཚོར་ད་དུང་ཅིག་བྱེད་གི་རེད་ད། དཔེར་ན་ང་འདྲ་བོ་ཆ་ཤར་བས་ན་ད། ལོ་བདུན་ཅུ་དོན་ལྔ་རུ་བ།

ད་སེམས་ཀྱི་ནུས་པ་ཟད་པ་ལུས་ཀྱི་ནུས་པ་ཟད་པ་ད་དེ་འདྲའི་གི་ཐོག་ནས་ནི་མིང་དེ་ལ་ནི་རྒས་པ་ཟེར་ཅིག་ད་དེ་ནས་ལོ་བདུན་ཅུ་བརྒྱ་ཅུ་ལོན་ནི་རྒན་གོག་ཟེར་ནི་གོབ་ཏུ་ཆགས་ནས་གང་ག་བྱེད་མ་ཐུབ་ཀྱི་དུས་ཚོད་ཅིག་ལེགས་རེད་བ། ཨོ་ད་དེ་ཡང་ནི་ཡང་ནི་ང་རང་ཚོ་ཚོ་སོ་སོ་རང་ཉིད་ལ་ནི་དྲན་སྐུལ་ཐེབས་པ་དང་དྲན་སྐུལ་གནང་དགོས་ཡ་དེ་ཞེ་བོ་ཅིག་གལ་ཆེན་པོ་རེད་ད་ང་ལོ་རྒས་ཤ་ད་ངོ་ནས་གོག་དེ་འདྲ་ཆགས་ཡོང་གི་འདུག་ད་དེ་ནང་པ་སངས་རྒྱས་པ་ཡིན་པའི་ཆ་ནས་ངས་གི་ཁ་ཚོར།

ག་རེ་བྱས་ན་བསྡད་ཡོང་གི་རེད་གང་ལྟར་ཁོ་སེམས་པའི་ནང་ལ་ཡང་ན་ཅིག་ད་ཅིག་ཆོས་ཕྱོགས་བྱ་བ་བྱས་པས་ན་སེམས་ནང་ལ་བདེ་བ་ཞིག་བྱུང་གི་རེད་ད་སྐྱིད་པོ་ཞིག་བྱུང་གི་རེད་ད་སྐྱིད་པོ་དེ་སེམས་ཀྱི་བདེ་བ་དེ་ག་ཚོད་ཡག་ག་བྱུང་བས་ན་སེམས་པ་ཅིག་བྱམས་པ་དང་སྙིང་རྗེ་གི་གཞི་བཞག་པའི་ཐོག་ནས་འདི་གི་ཡང་ན་རིག་པ་སྐྱོ་བོ་མ་ཆགས་ཡས་དང་ཅིག་ལུས་ཀྱི་ཅིག་ལུས་པོའི་གཟུང་ཉམས་ཡས་དང་ཅིག་གུ་གུ་དྲག་པོ་གན་འགོག་དེ་འདྲ་གྱོགས་པོ་ལམ་སང་མ་ཆགས་གི་དེ་འདྲའི་ཐོག་ལ

འགྲོ་སྟངས་ཀྱི་ཐོག་ནས་སྒྲིག་གཞིའི་འཁོར་བ་སྐྱོང་ཡས་དང་འགྲོ་སྟངས་བཟོ་ཡས་དང་སྤོ་བོ་འགྲོ་སྟངས་བཟོ་ཡས། ད་དེ་ཚོ་འགྱོད་པ་མེད་པར་ངས་དཀའ་ལས་བརྒྱབ་པ་ཡིན། མཐའ་མ་ད་ང་རང། ཅིག་མ་འོངས་ད་ཕྱི་མ་སྐྱེ་བ་ཕྱི་མའི་དོན་ད་ཡས་སྒྲུབ་པས་ཀྱི་གོ་དཀའ་བས་བཟང་པོ་ཅིག་རག་སོང། ད་གང་ཐུབ་པ་དེ་བྱེད་ཀྱི་ཡིན་ང་བསོད་ནམས་ཆེན་པོ་ཡིན། ཨ་ནི་དཔེ་དེབ་ཅིག

ང་རང་ཡང་ཉོན་མོངས་དུག་གསུམ་གྱི་འོག་ལ་བསྟིམ་བསྡད་རྒྱུ་མི་ཅི་རེད། ཡིན་ན་ཡང་ད་ང་སྨན་པ་ཡིན་པའི་ཆ་ནས་ཨ་ནི། ན་བའི་ག་ད་སྐྱེ་བའི་སྡུག་བསྔལ་ན་བའི་སྡུག་བསྔལ་རྒས་པའི་སྡུག་བསྔལ་འཆི་བའི་སྡུག་བསྔལ་དེ་མི་མང་སྤྱིར་བཏང་ལས་ང་ཚོ་མང་ང་དག་ཅིག་མཐོང་ཡོད་རེད། ཉམས་མྱོང་བྱུང་ཡོད་རེད།

ད་ང་ཤི་བས་ན་འགྱོད་པ་མེད། ད་མི་ལུས་རིན་ཆེན་ཐོབ་བ་དེ་གོ་ཆོད་བཞག། ཨནི། མི་ལུས་རིན་ཆེན་དོན་དང་ལྡན་པ་ཅིག་བྱུང་སོང་བསམ་ནས། ཨན་དེ་འདྲའི་ཨན་ཚོར་བ་སྐྱིད་པོ་ཅིག་ང་ལ་མ། ད། ཕྱི་མའི་ང་ལམ་དེ་འགྲོ་བ་ཡིན་ན་ད་དེ་ནས་ཀྱི་དེ་དངོས་ནས་ཡག་པོ་མེད་འདྲ་བསམ་ང་རང་བསམ་ཚུལ་ཡིན། ད་དེ་ངས་དྲན་ཀུན་ཙམ་ཞུས་བ་མ་གཏོགས་ད་འགྱོད་གོང་དུ་ཞུས་བས་ན་བཞིན་ང་ཁ་རྒྱག་པ་ཆེ་ན་ང་རང་ཞི་བོ་ཅིག་དེ་འདྲའི་གི་མེད་ད།